འཛམ་གླིང་ས་ཕྱོགས་གང་སར་བཞུགས་པའི་བེ་རི་སྤུན་ཟླ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ང། བྱམས་པ་བློ་བཟང་ཡིན། ད་དེ་རིང་ང་རང་ཚོ། རྒྱལ་བའི་གོ་སྟོན་གྱི་བྱམས་བརྩེའི་ལོའི། ཉིན་བཅུ་པ་དང། ཨ་ནི། གོང་ས་མཆོག་གི་ཉིན་རེའི་བསླབ་བྱ། ཚན་པ་བཅུ་པ། འདུ་བྱ་བསྡད་འདུག་ད་དེའི་ནང་ལོགས་ལ་ཡང་གོང་ས་མཆོག་གིས་བཀའ་སློབ་ག་འདྲི་ཕེབས་འདུག་ཞུས་པ་ཡིན་ན།

ཚོར་གྱི་ཡོད་པ་ཡིན་ན། ཨ་ནི་ཁྱེད་རང་གིས་འདི་ཉམས་ལེན་ཞིག་བྱས་ནས་ལྟ་དང་ཟེར་བ། འདི་ཉམས་ལེན་ཞིག་བྱས་ནས་ལྟ་དང་དེ་ནི། ད་ཉམས་ལེན་ཞུས་ན་མི་འདུག་ཡང་མིན་ན་གང་བྱེད་འདི་ལག་བསྟར་ཞིག་བྱས་དང་ཟེར་བ། ལག་བསྟར་ཞིག་བྱས་པ་ཡིན་ན་ཨ་ནི་ཁྱེད་རང་ལ་ཡང་ད། དམིགས་བསལ་གྱི་བདེ་སྐྱིད་ཅིག་ཨ་ནི་ཐོབ་ཀྱི་རེད་ཟེར་བ། ད་ཅིག་ག་ལ་བ་རེད། ད་ནམ་རྒྱུན་ང་རང་ཚོ་གི་བསམ་བློ་དེ་ག་རེ་ཡོད་ཞུས་པ་ཡིན་ན་ཨ་ནི་གཅིག་ཚུལ་སོ་སོ་ལ་ཡང་གནོད་པ་བསྐྱེལ་མཁན་དེ་ལ་ཡང་གནོད་ལན་བྱས་ཡ་དང་ཨ་ནི་གཅིག་ད་སོ་སོ་གཅིག་སོ་སོ་ལས་གཅིག་ད་ག་ལ་བར་ད་ལྟས་ཐབས་སྐྱོ་བ་འགྲོ་བ་དང་དེ་འདྲས་ཡོད་བ་ཡིན་ན་ཨ་ནི་དེ་ལ་ཡང་སོ་སོ་གི་ང་རྒྱལ་དང་ཞེ་སྡང་བྱས་ཡ་དང་ཡང་སོ་སོ་ལས་ཡག་ག་དང་དེ་འདྲས་ཡོད་བ་ཡིན་ན་དེ་ལ་ཕྲག་དོག་བྱས་ད་དེ་འདྲས་གང་ལ་ཡང་ད་ང་ཚོ་མི་ཚེ་སྐྱེལ་དུས་ཡོད་ར་ད་དེ་འདྲས་མ་ཡིན་པ་བྱས་བྱས་ཨ་ནི་སེམས་དཔའ་བག་ཕེབས་པོ་དང་དེའི་ད་བྱམས་པ་དང་སྙིང་རྗེ་ཡོད་པའི་ཐོག་ནས་གཞན་གྱི་གཞན་ལ་ཡང་ཕན་ཐོག་དགོས་ཡ་དང་དེ་ཡང་གཞན་གྱི་ཚུར་གནོད་པ་སྐྱེལ་གྱི་ཡོད་པ་ཡིན་ན་དེ་ཚོ་ལ་ཡང་ཅིག་གནོད་ལན་མ་བྱེད་པ་བྱས་ནས་དེ་འདྲི་གི་ད་བྱས་པ་ཡིན་ན་སོ་སོ་ལ་ཡང་དམིགས་བསལ་གྱི་འཚོ་བ་བདེ་སྐྱིད་ཅིག་ཡོང་གི་རེད་ཟེར་ནས།